ད་གནས་བརྟན་དང་པོ་དེ་ཨར་འདམ་གྱི་དུས་ང་ཚོ་བརྙན་ཐུང་ཚང་མ་ནས་ཤེས་དེ་གི་ཨར་མདའ་ད་དེའི་ཆ་ལ་བལ་དང་ར་ཤི་ཡེ་དང་ཡུག་རེན་གཉིས་ཀྱིས་ཨར་མདའ་དེ་འདྲ་དམག་གི་གནས་སྟངས་དེ་ག་འདྲ་ཞིག་ལ་འགྲོ་གི་འདུག་ལ་ཉེ་དེ་སྐོར་ལ་ཅིག་ཕྱག་བསྒྲིག་གི་ཡོད། དེའི་ཕྱིར་ཨར་མདའ་དེ་རིང་དུས་ལ་ང་ཚོ་བརྙན་ཐུང་གི་གནས་བརྟན་རྙིང་བ་དེ་ཨར་མདའ་དེའི་ག་རེ་སྐོར་ལ་ཆ་ཡིན་ལགས་ན། ད་དེའི་དེ་འདྲ་དང་གོ་ངེས།

འོ་དེ་འདྲ་སོང་ཙང་ཨ་ནི་ད་དེ་འདྲ་ཨིས་རལ་ནང་ཡེ་རྒྱུག་གི་དེ་འདྲའི་གསར་སྐད་པ་ཅིག་གིས་ཨ་ནི་ཨ་རིའི་སྲིད་འཛིན་བྷའི་དན་ལ་ཨ་ནི་ད་ད་དེ་འདྲའི་ཁར་ས་ཨི་རན་དང་འབྲེལ་བ་ཡོད་རྒྱུ་དེ་འདྲ་གི་དྲི་བ་གལ་ཆེན་བོ་ཞིག་ད་བཏང་ཡ་ཧྲོ་ཨ་ཨ་ནི་ད་དེ་གི་དྲི་བ་དེ་ལ་ཨ་ནི་ཨ་རིའི་སྲིད་འཛིན་བྷའི་དན་ཡིན་ན་ད་བྷའི་དན་གི་ཡིན་ན་འདིས་གང་ད་ལན་འདིས་ད་ཨ་ཁྲག་པོ་ལ་གོ་རོ་ཡ་མ་འདིས་ལན་ཧང་སང་འདྲ་ཞིག་ད་དེ་ཨ། དྲི་བ་དེ་ལ་རྒྱབ་ཡར་ཞུ། འོ། དེ་འདྲ་སོང་ཙང་ཨར་འདར་དེ་རིང་ང་ཚོ་བརྙན་ཐུང་གི་གནད་དོན་གཉིས་པ་ནང་ལ་ཨར་འདར་དེའི་སྐོར་ལ་ཐུང་ཐུང་ཅིག་བཤད་ན་བསམ་སོང། ད་རྡོག་རྡོག་ག་རེ་བཤད་ལ་ན། ཨར་འདར་དང་ཨིས་ར་ཨེལ་གྱི་གསར་འགོད་པ་དེ་གིས་ཨར་འདར་དེ་འདྲའི་ཨི་རན་དང་འབྲེལ་བ་ཡོད་རྒྱུ་དེ་འདྲའི་དྲི་བ་ག་རེ་ཅིག་ཨ་རིའི་སྲིད་འཛིན་བྷའི་ལྡན་ལ་བཏང་ཡ་རེད། ཨ་ནི་དེ་གི་དྲི་བ་དེ་ལ་བྷའི་ལྡན་གྱིས་ལན་ལན་ག་རེ་ཅིག་བརྒྱབ་ཡ་རེད། ཨ་ནི་དམིགས་ས་ཡིས་དེ་བྷའི་ལྡན་གྱིས་ལན་ལན་དེ་ལ་ཨ་ནི་ཕ་ཇོ་དེ་ནི་ད་འདི་གར་ཟ། ད་ལྟ་ཨི་རན་གྱི་ལྟ་སྟངས་ག་རེ་ཡོད་རེད། ཨ་ནི་ཨི་རན་གཞུང་གིས་ངེད་ལ་དེ་ལ་ལན་ག་རེ་ཞིག་བརྒྱབ་ཡོད་རེད་ལ་ནི་འདི་བཀོད་ལ། ཨ་ནི་ད་དེ་རིང་ང་ཚོ་བརྙན་ཐུང་གི་གནད་དོན་གཉིས་པ་ན་ཞེ་ཅིག་ཆགས་བསྡད་ཀྱི་ཡོད། དེ་བཞིན་ཨ་ནི་ད་དེ་རིང་འདི་ལ་ང་ཚོ་བརྙན་ཐུང་གི་གནད་དོན་དང་པོ་དེ། ཨ་ནི་ད་ད་ལྟའི་ཆར་ལ་བྷི་ཡེ་ཐན་དང་ར་ཤི་ཡེ་དང་ཡུཀ་རེན་གཉིས་ཀྱིས་ཨ་ནི་ད་དེ་འདྲའི་དམག་གི་གནས་སྟངས་དེ་ག་འདྲ་ཞིག་ལ་འགྲོ་གི་འདུག་ལ་ནི་འདི་བཀོད་ལ་ཅིག་ཆགས་བསྡད་ཀྱི་ཡོད། ད་ད་ལྟའི་ཆར་ལ་ད་ད་ར་ཤི་ཡའི་དམག་མི་དང་ཨ་ནི་ཡུཀ་རེན་དམག་མི་གཉིས་ཀྱིས་ད་དེ་འདྲའི་གང་ལྟར། རྫིང་མོ་ཤུགས་ཆེ་ཤོས་སེ་ཏོའུ་དེ་ཨ་ནི་ཡུཀ་རེན་ཤར་གྱི་ས་ཁུལ་ཨ་ནི་ཏྲོ་ནེ་སི་ལ་ཉེ་སྟེ་ཆགས་འདི་གས་རེད་བ། ཨ་ནི་ད་དེ་མཉམ་དུ་ད་ལྟའི་ཆ་ལ་ཏྲོ་ནེ་སི་གཅིག་པ་ཙམ་མ་ཡིན་པ་ད་ད་ལྟའི་ཆ་ལ་ཕ་ཤུལ་ལྷོ་ནང་ལ་ཡང་འདིས་གང་འདྲ་དེ་འདྲ་གི་དཀའ་ངལ་ཤུགས་ཆེའོ་ཡང་མ་ནི་དེ་འདྲ་གི་ད་རྫིང་མོ་ལ་བྱེད་ཀྱི་སེམས་པ་གང་འདྲ་ཕིག་གི་ནང་ལ་དཀའ་ངལ་ཞིག་ལས་ཡ་ཞིག་ཆགས་འདིའི་དུ་ན་ད་ཡུཀ་རེན་ལྷོ་ནང་རུ་བ།

དམག་མི་མང་པོ་ཤི་རྨས་ཡོང་བས་ཡང་མ་ནས་གྱོང་གུན་ཤུགས་ཆེ་ཐོབ་ཡོད་ཐེ་བི་ཡོད་ད་ཁོ་གསལ་བོ་ཚད་རྐྱང་ཅིག་ཆགས་བསྡད་ཀྱི་རེད་ད་ཡིན་ན་ཡང་ད་ལྟའི་ཆར་ལ་ཕི་གི་ནང་ལ་ཁ་རོག་དེ་འདྲའི་ས་ཆ་ཡིན་ན་ཡང་མ་གྲོང་ཁྱེར་གས་ཆུ་ཚང་མ་ཤོར་སྐྱོར་འདྲ་བོ་དང་ཨ་ནི་ཚང་མ་ཟགས་ཐུབ་སྐྱོར་གྱི་དེ་འདྲའི་གནས་ཚུལ་ག་རེ་དེ་འདྲའི་གི་གནས་སྟངས་ཅིག་ད་ལྟའི་ཆར་ཕི་གས་ཡེ་ས་མ་རུ་བ་ད་དེ་ག་རེ་ཟེར་ན་དེ་དང་འབྲེལ་བ་ཡེ་རྒྱུ་གི་དེ་འདྲའི་གི་འགྱུར་བ་ཡིན་ན་གནས་ཚུལ་ཅིག་གས་ད་ལྟ་ཤར་ཡུག་རིན་ལ་སླེབས་ཀྱི་འདུག་རུ་བ་འོ་དེ་འདྲ་སོང་ཙང་ཨ་ནི་ད་ད་ལྟའི་ཆར་ཤར་ཡུག་རིན་ནང་ལ་ཨ་ནི་དེ་འདྲའི་ར་ཤི་ཡའི་དམག་མི་དང་ཨ་ནི་ཡུག་རེན་དམག་མི་དེ་རྫིག་རྨོངས་ཤུགས་ཆེའོ་བྱས་ཙམ་ཞིག་མ་གཏོགས་ཨ་ནི་ཡང་དེ་འདྲའི་གི་འགྱུར་བ་གལ་ཆེའོ་དང་གནས་ཚུལ་གལ་ཆེའོ་ཞིག་གལ་མི་འདུག་རོ་ཨ་ད་དེ་དེ་ཚོ་ང་ཚོ་ད་སང་ཉིན་ན་ཉིན་ད་ཡས་ཅིག་ཨ་ཆགས་བསྡད་ཡི་འདུག་ཨ་ནི་ད་དེ་སྙམ་དུ་ད་དེའི་ཟེར་ན་ང་ཚོ་ལྷོ་ཡུག་རེན་ནང་ལ་ཅིག་ལྟ་ག་འགྲོ་བ་ཡིན་ན་ཨ་ནི་ཡང་ཏིང་ཞིག་དེ་འདྲའི་གི་ད་ཡུག་རེན་དམག་མི་ལ་དེ་འདྲའི་རྒྱལ་ཁ་ཞིག་ཐོབ་ཡས་བའི་བཟོ་ར་ཅིག་ཨ་ག་ལ་གང་འཚམ་ཆགས་བསྡད་ཡི་འདུག་རོ་ཨ་ད་དེ་ཡང་ག་རེ་རེད་ཟེར་ན་ཨ་ནི་ད་གོང་དུ་ཨ་ནི་ད་ཡུག་རེན་གཞུང་གིས་གི་ནི་དེ་འདྲའི་གི་ཁྱབ་བསྒྲགས་གལ་ཆེའོ་ཞིག་ག་རེ་བྱས་ཡས་ལ་ཟེར་ན་ཨ་ནི་ད་ད་དེའི་ཆ་ལ་དེ་འདྲའི་ཡུག་རེན་དམག་མི་གི་ངས་ནས་ཨ་མདའ་དེ་ནི་ཨ་རིག་གིས་དེ་འདྲ་གི་གཏང་བཞག་བྱུང་བའི་ཚིག་འཇག་དེ་འདྲ་ཧ་མ་ཏི་ཡིན་བསམ་ཟེར་རོ། འོ་དེ་གི་ཚིག་འཇག་དེ་བེད་སྤྱད་བྱས་རྗེས་ཨ་མདའ་དེ་ཡུག་རེན་ལྷོ་ནང་ལ་ཡེ་རྒྱུག་གི་དེ་འདྲའི་ད་ར་ཤི་ཡའི་ས་ཆ་ཡོད་དེ་འདྲ་གི་གྲོང་ཁྱེར་ཀེར་སོན་ཡོད་བ། འོ་དེའི་ནང་ལ་ཡེ་རྒྱུག་གི་དེ་འདྲ་གི་ར་ཤི་ཡའི་དམག་སྒར་ཡང་མ་ར་ཤི་ཡའི་ཚིག་འཇག་ལ་ཕར་གཏོར་གྱིན་ཤུགས་ཆེ་བོ་ཞིག་བཏང་རྗེས་ཨ་ནི་ཕི་གི་ནང་ལ་ར་ཤི་ཡའི་དམག་མི་ལྔ་བཅུ་ཟེར། ཡང་མ་ནི་དེ་འདྲ་གི་ཚིག་འཇག་ཞེ་སྣང་སོགས་མང་བོ་ཞིག་གཏོར་ཡོད་པའི་དེ་འདྲའི་ཁྱབ་བསྒྲགས་ཤིག། ཡུག་རེན་གཞུང་གི་ཆེད་དུའོ། ཨ་རི་ད་དེ་ཁྱབ་བསྒྲགས་བྱས་པ་ཙམ་མ་ཡིན་པ་ཨ་རི་ཡུག་རེན་གཞུང་གི་བརྙན་ཐུང་ཡང་དེང་གི་ད་ལྟ་དང་ཟེར་བ་ད་ད་དུས་ཚོད་ལ་ང་ཚོ་གི་ད་ཕ། དགྲ་ཤ་ལོག་པ་ཡིན་ན་ཡང་མ་ན་ཕ་ཤོ་རྒྱུ་ས་ཆ་དེ་ཚུར་གླན་གྱི་ཆེད་དུ་ད་དུས་ཚོད་ལ་དེ་འདྲ་གི་གཏོར་སྐྱོན་ཞིག་བཏང་ཡིན་ཟེར་བརྙན་ཐུང་ཡང་དེ་ཅིག་ཆགས་བསྡད་གི་རེད་བ། ཨ་རི་ད་དེ་མཉམ་དུ་ཡང་གས་ཆོག་ཅིག་ག་རེ་གོ་ཚུལ་རེད་ན། ཨ་རི་ད་དུས་ཆོད་ལ་ཡུག་རེན་གཞུང་གི་འདྲི་གཞི་དེ་རྒྱག་གི་ཡོད་བ་ཡིན་ན་ཡང་ཕ་ཤོ་དེ་ད་ར་ཤི་ཡའི་ངང་ནས་ཡང་འདྲི་གཞི་དེ་ལོག་ག་ཞིག་རྒྱག་གི་རེད་བ། ད་ར་ཤི་ཡའི་ངང་ནས་འདྲི་གཞི་ག་རྒྱག་གི་རེད་ཟེར་ན་ཨ་རི་པས་དེ་འདྲ་གི། དམག་མི་ལྔ་བཅུ་དེ་འདྲ་གས་ཤི་ཡས་ཡང་མ་རེད་ཟེར་བ། ཨཱ་ནི་རྦད་དེ་དམག་མི་འདི་ཡིན་རྒྱལ་ཅིག་ཤི་ཡི་འི་ཟེར་བ་དང་ཨཱ་ནི་རྨས་སྐྱེན་ཕོ་བ་ཡིན་བསམ་གྱི་མེད་དོ། ཨཱ་ནི་ད་དེ་འདྲའི་ཟེར་ན་ཡུཀ་རེན་གཞུང་གི་སྒྲིག་གཞི་རྒྱལ་བ་ནང་ལྟར་གྱིས་ཨཱ་ནི་དམག་མི་ལྔ་བཅུ་དེ་འདྲ་ཤི་ཡས་དང་ཨཱ་ནི་མཚོན་ཆ་མང་པོ་གཏོར་ཡས་བས་དེ་ར་ཤི་ཡའི་ཁས་ལེན་གྱི་གས་བྱེད་ཀྱི་མི་འདུག་ར་བ་ད་ཅི་དང་དེ་དང་ཅི་དང་ནམ་གྱིས་ཡོང་ནམ་གྱིས་དེ་ཁོ་ཆུང་དེ་རོ་གྱི་རེད་བསམ་འདུག་ར་བ།

བཟུང་རྗེས་ཨ་མདོ་དེ་ནས་ཡུཀ་རེན་གྱི་འབྲུ་རིགས་མང་པོ་ཞིག་ཕག་ཨོར་མ་དུ་བས་ཡར་མར་ནས་ཕག་ཚོང་རྟ་དང་རྒྱགས་མ་དུ་དེ་རིགས་དཀའ་ངལ་ཤུགས་ཆེ་བ་ཞིག་འཕྲད་སོང་བ། འོ་ད་དེའི་དཀའ་ངལ་དེ་སེལ་ཡས་ཤིག་དུས་ཨ་ནི་ད་མདང་དགོང་དང་ཁོང་ཚོ་སྒོ་ནས་ཕིག་གི་ནང་ལ་དེ་འདྲ་གི་ད་ཚོང་དུ་གལ་ཆེ་བ་ཞིག་གསོག་རོགས་བ། ཨ་ནི་ད་དེ་གི་ཚོང་དུ་དེ་ནང་ལ་དེ་འདྲའི་ད་གང་ལྟར་ར་ཤི་ཡའི་དང་ཨ་ནི་ཡུཀ་རེན་གཉིས་ཆ་ཕན་ཚུན་གཉིས་ཀ་གི་དེ་འདྲའི་སྐུ་ཚབ་ཐིག་ནང་སླེ་ཡས་རོགས་བ། ཨ་ནི་ཁོ་གཉིས་སྐུ་ཚབ་སླེ་བ་ཙམ་མ་ཡིན་པ་ཨ་ནི་དེ་གི་ཚོང་དུ་དེ་ད་ཡག་པོ་འགྲོ་ཡས་ཡར་མར་ནས་དེའི་ནང་དེ་འབྲས་བུ་ཞིག་འཐེན་ཡས་ཆེད་དུ་ཨ་ནི་ཏར་ཀི་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་ད་གང་ལྟར། དེའི་ནང་ལ། མཉམ་འདུལ་འཛོམས་ཀྱི་ཨ་མདའི་རོགས་པ་བྱས། ཡང་མ་ན་ད་ཁ་ལོ་དེ་འདྲའི་ད། ཕན་ཚིག་པ་ལ་དེ་གུ་ཡངས་ཀྱི་བསམ་བློ་ཡོང་བའི་ཆེད་དུ་ཨ་ནི་ཁོ་གཉིས་ཀྱི་དེ་འདྲའི་གི་ད། བར་འདུམ་རྒྱག་གི་དེ་འདྲའི་གི། ཆ་ཤས་རབ་ཞིག་བཏིང་ཡ་བྱུང་བ། ད་ཡིན་ན་ད་ལས་ཁ་ལོ་དེ་འདྲའི་ཁོ་གཉིས་ཀྱི། ཁོ་གཉིས་ཀྱི་དེ་འདྲའི་བྲན་མོ་ལ་ཡིན་ན་ཡང་མ་ན་ཁོ་ཚོ་བཞི་མཉམ་འདུལ་འཛོམས་ཀྱི་བྲན་མོ་ནང་ལོ། ཨ་ནི་ཡང་དེ་འདྲའི་གི་ད་ཁ་ལོ་ང་ཚོ་གི།

ཕན་ཚུན་གཉིས་ཅག་གི་ཆ་རྐྱེན་ཁས་ལེན་པའི་སོ་ར་དེ་འདྲ་ཅིག་གལ་མི་འདུག་རུང་བ། ད་དཔེར་ན་ཆ་ཆ་ནས་ཁོ་གཉིས་བར་ལ་སྐྱེ་མཆེད་ག་རེ་གྲོགས་བྱེད་ལ་ན། ཨ་ནི་ཕ་ཆོག་ད་ལྟ་ར་ཤི་ཡའི་ངོས་ནས་སྐྱེ་མཆེད་ག་རེ་བྱེད་ལ་ན། ཨ་ནི་ད་དེའི་ས་ལ་གང་ལྟར་ད་དྲེད་མོལ་གནང་ལ་ཁོ་ཚོས་སྐད་ཆ་ཤུགས་ཆེ་བོ་ག་ལ་རེ་ཟེར་ན། ཨ་ནི་ཡུཀ་རེན་གྱི་ད་གང་ལྟར་འབྲུ་རིགས་དེ་ཚོ་ད་ཨོ་རད་ལ་ལམ་བར་ཁས་ཤིག་ཤིག་དེ་འཕྲུ་སེན་གྱིས་ནི་ཨོར་དགོས་ཡ་རུང་བ། འཕྲུ་སེན་གྱིས་ནི་ཨོ་རད་ད་ལ་ད་དེའི་ས་ལ་དེ་ར་ཤི་ཡའི་བཀག་གི་ཡ་ར་ཤི་ཡའི་ཚོགས་མ་དང་ཚོ་རུང་བ། འོ་དེ་འདྲ་སོང་ཙང་ཨ་ནི་ད་ད་ལའི་ཡུཀ་རེན་གྱི་འབྲུ་རིགས་དེ་ཚོ་ཕ། ག་ལ་གང་ལྟར་ག་ལ་ད་བདེ་འཇགས་ཨ་ནི་ཨོར་ཐུ་བྷེ་ལ་ཨ་ནི་ཏར་ཀི་གིས་ནས་ད་སྲུང་སྐྱོབ་བྱེད་འོ་ལ་རོགས་ཨ་ནི་ཏར་ཀི་གིས་གང་ལྟར་ད་དེ་ལ་རོགས་པ་བྱེད་ཨ་ནི་ཏར་ཀི་གིས་རྒྱབ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱིས་རོགས་པ་བྱས་ཤག་ཨ་ནི་ད་གང་ལྟར་ཕ། ཡུཀ་རེན་གྱི་འབྲུ་རིགས་དེ་ཚོ་སྔར་རྐྱེན་ལས་སེ་གང་ལྟར་ཕ། རྒྱལ་ཁབ་བཙོང་བཙོང་ས་དེ་ཚོ་ལ་ཕ་སླེབས་ཐུ་བས་དེ་ཨ་ནི་ཏར་ཀི་གིས་རོགས་པ་བྱེད་འོ་ལ་ནི་དེ་རིགས་སྐད་ཆ་ཅིག་ཨ་ད། བཤད་ཀྱི་རོ་ཨ་ད་དེ་ལ་ཡིན་ན་ཡང་ཕ་ཆོ་ར་ཤི་ཡས་ནས་སྐྱེ་འཇིག་གར་བྱས་ཟེར་ན་དེ་རྩ་བ་ཡིན་ན་ང་ཚོ་ར་ཤི་ཡས་ནས་དེ་ཁས་ལེན་ཐུབ་ས་མ་ལ་རོ་ཨ་ད་དེ་ཁས་མ་ལེན་མ་ཐུབ་རྒྱུ་མཚན་གཙོ་བོ་དེ་གོ་ཨ་ཐུ་ལ་ན་ཨ་ནི་ཡུཀ་རེན་གྱིས་ནས་རྒྱལ་ཆ་རྒྱ་ཨ་ནི་ཐི་གི་འབྲུ་རིགས་ཨོར་ས་གི་འབྲུ་དེ་ཚོ

བི་གེ་ད། ཁོ་ཚོ་གི་བསྟན་པ་ནང་ལྟར་གྱི་གྲོས་འཆར་དེ་ཡག་པོ་ཞིག་གས་འགྲོ་ཐུབ་མི་འདུག་རོ། ཨ་འདི་མཉམ་དུ་གཅིག་པ་གཅིག་རྐྱང་ཚུ་ཆུ་ཡུག་རེན་གི་ངེས་ན་ཡང་ཕ་ར་ཤི་ལ་སྐྱེ་འཇི་ཤུགས་ཆེ་བོ་ཞིག་ཡོད་རེད་ད། སྐྱེ་འཇི་ག་རེ་བྱས་རེད་ཟེར་ན། ཨ་ར་ཤི་ཡས་ངེས་ནས་ཨ་ནི་ང་ཚོར་ཡུག་རེན་གི་འབྲུ་རིགས་མང་པོ་ཞོ་རྐུ་མ་རྒྱབ་ཤག་ལ་རོ། ཨ་ནི་འབྲུ་རིགས་རྐུ་མ་རྒྱབ་བ་ཙམ་མ་ཡིན་པ་ཨ་འདི་གི་འབྲུ་རིགས་རྐུ་མ་རྒྱབ་རྒྱུ་དེ་ཚོ་ཨ་ནི་བཙོང་གི་སྐབས་སུ་བཙོང་བའི་ལམ་པ་དེ་ཡང་ང་ཚོ་ཡུག་རེན་གི་གྲུ་ཁ་དེ་ཚོ་བེད་སྤྱད་བྱས་འདུག་ལ་ཡུག་རེན་གི་པོར་དེ་ཚོ་རོ། འོ་དེ་འདྲ་སོང་ཙང་ཨ་ནི་ད་ད་ལས་གི་གང་ལྟར་ཚོང་དུད་ནང་ལ་ཨ་ནི་ཕན་ཚན་གཉིས་བར་ལ་ད། སྔར་སྐྱིན་ད་དེ་འདྲ་གི་ཏད་སྔས་མ་ལས་ཚེ་གང་ལྟར་ཕ་ཡ་སུ་སྐྱིན་ཅི་བྱས་ཙམ་ཞིག་མ་འདུག་ཨ་ནི་དེ་འདྲ་གི་འབྲས་བུ་ཡིན་ན་རེ་མ་དེ་འདྲ་གི་ད་ལེགས་གྲུབ་ཅིག་གས་བྱུང་མི་འདུག་རོ་ད་གང་ལྟར་ག་རེ་ཡིན་མ་ད་རུང་ཡང་དེ་ག་ན་ཁོ་ཚོ་ཕི་གི་ན་ལ་བྲེད་མོ་རོ་རེད་ཨ་ནི་ད་རུང་དེ་རེ་སྐད་ཆ་ཅིག་ད་ད་ད་རུང་ཡང་བཤད་ཅིག་ཨ་ཆགས་བསྡད་འདུག་རོ་ཨོ་ད་ར་སུ་ད་ད་ཡང་སང་ཉིན་ན་ཉིན་དུ་དེ་ག་ལ་དེ་འདྲའི་འབྲས་བུ་འདྲ་བོ་ད་ཨ་ནི་ཡང་དེ་འདྲ་གི་ལེགས་གྲུབ་ཅིག་ག་རེ་ཡོང་མེད་དེ་ང་ཚོ་རྗེས་ལ་ལྟ་ཡ་ཅིག་ཨ་ཆགས་བསྡད་འདུག་རོ་ཨ་ད་དེ་དམིགས་ས་ཡ་ད་ག་རེ་ས། ད་ལྟ་དེ་འབྲུ་རིགས་ཨོ་རད་དེ་ག་ལ་ཚོང་དུས་འཚོགས་དགོས་ཏེ་ད་རྫ་ཁྲ་ཞོ་ཆགས་ཀྱི་རེད་ད་ལས་དེ་རེད་བ། ད་རྫ་ཁྲ་ག་རེ་བྱས་རེད་ཟེར་ན་དང་པོ་དེ་ལ་ཨ་ནི་ཡུཀ་རེན་གྱི་འབྲུ་དང་ནས་དེ་ཚོ་ཕ། རྒྱལ་ཁབ་ད་ནམ་གྱི་ཨོ་རསེ་དུ་ཏག་ཏག་མ་ལུས་བ་ན་ཨ་ནི་དེའི་རྒྱལ་ཁབ་ཚོ་ན་མི་མང་མང་པོ་ཞིག་པའི་ལྟོགས་ཤི་དེད་པས་ཨ་ནི་དེ་འགྲིག་གི་གང་ལྟར་ད་ཕི་ཁ་ལག་ཟས་ཏག་ཏག་མ་རེད་དཀའ་ངལ་ཞིག་ཨ་འཕྲད་ཀྱི་རེད་བ་འོ་དེ་འདྲ་སོང་ཙང་ད་ཁོང་ཚོ་ལ་ཡིན་གཅིག་གང་ཞིག།

འབྲུ་རིགས་བཞག་ས་རག་གི་ཡ་མ་རུ་བ་ད་ང་ཚོ་འབྲུ་རིགས་ཉར་ས་དགོས་རུ་བ་དེ་ཉར་ས་རག་གི་ཡ་མ་ག་སོང་ད་ལོ་གཉིས་ཀྱི་འབྲུ་རིགས་དེ་མཉམ་དུ་ཁེ་དེ་གི་ཡ་རུ་བ་འོ་དེ་འདྲ་སོང་ཙང་ཨ་ན་ད་ད་ལེ་གི་འབྲུ་རིགས་དེ་གང་འགྱོ་འགྱོ་བཏང་མ་ཐུབ་བ་ཡིན་ན་ད་དེ་གི་རྒྱ་ཆ་རྒྱ་གང་ཤུགས་ཆེ་བོ་ཡོད་པ་སོང་ཙང་ཨ་ནི་ཁོང་ཚོ་གི་ཚོང་དུད་ཡང་དེ་འདྲ་གི་ད་རྫ་དྲ་གང་ནས་འཚོ་བ་ཅིག་ཨ་ཆག་གི་རུ་བ་ད་ཡིན་ན་འཚོ་བ་ནང་ད་གི་དེ་འདྲའི་འབྲས་བུ་ཅིག་གལ་ཆུང་མི་འདུག་རུ་བ་ད་ཡིན་ན་རྗེས་ལ་འབྲས་བུ་འཐེན་གི་ཡེད་ད་མེད་དེ་ང་ཚོ་ད་སང་ཉིན་ནང་ཉིན་ད་ཡ་ཅིག་ཨ་ཆག་དེ་དུ་རུ་བ། དེ་བྱས་ན་ད་གང་ལྟར་ད་ལྟ་བར་དུ་ར་ཤི་ཡེ་དང་ཡུག་རེན་གཉིས་ཀྱི་གང་ལྟར་དམག་གི་སྐོར་ལ་ད་དེ་འདྲ་འདྲ་བོ་ཅིག་ཆགས་བསྡད་འདུག་རོ། ཨ་ནི་དམིགས་ས་ད་དེ་རིང་ང་ཚོ་གཉེན་སྡུག་གི་གནས་བརྟན་དང་པོ་སྐོར་ལ་དེ་འདྲ་འདྲ་བོ་ཅིག་ཆགས་བསྡད་ཀྱི། དེ་བྱས་ན་ད་དེ་རིང་འདི་ལ་ང་ཚོ་གཉེན་སྡུག་གི་གནས་བརྟན་གཉིས་བ་དེ། ཨ་ནི་ད་དེ་འདི་ད་དེ་ག་རེ་སྐོར་ལ་བྱས་ལ་ན་ད་དེ་ད་ཨ་རི་གི་སྲིད་འཛིན་བྷའི་ཏེན་དེ་དེ་ད་ཨི་ཟི་རེལ་དང་དེ་ད་དེ་གི་སའུ་ཏི་ཨ་རའི་བྷེ་ལ་དེ་འདྲ་གི་ད། ཁ་ལོ་དེ་འདྲའི་འཚམས་གཟིགས་ཀྱི་བྲོ་བའི་སྐོར་ལ་ཕྱག་དེ་གས་ཧྲོ། ད་ནི་ད་ཨ་རིའི་སྲིད་འཛིན་བྷའི་ཏན་དེ། ད་ཨིས་ར་ཨེལ་དང་ཟེར་ཏེ་སའུ་ཏི་ཨ་རེ་ཕི་ཡའི་ལ་བྲོ་བའི་གི་དེ་འདྲའི་ཏང་ང་ཚོ་དམིགས་ཡུལ་ཡིན་ནར་ཡང་མ་རྒྱུ་མཚན་དེ་མང་པོ་ཞོ་ཞིག་ཡས་ཧྲོ། ད་ཡིན་ན་དེའི་ནང་ནས་རྒྱུ་མཚན་གལ་ཆེ་ཤོས་དང་དམིགས་ཡུལ་གལ་ཆེ་ཤོས་དེ་ག་རེ་རེད་ཟེར་ན། ཨ་ནི་དེ་གི་ས་ཁུལ་དེ་ནའོ་ལ་ཨ་ནི་ད་དེ་འདྲའི་ཨི་རན་གི་དེ་འདྲའི་ང་ལོ་ཁ་ལོ་ད་སྟོབས་ཤུགས་དེ་ཡང་མ་ནི་ཨི་རན་གི་དཀའ་ངལ་དེ།

དེ་ཕྱིར་ད་དང་པོ་དེ་ལ་ང་ཚོ་འདིའི་གི་དྲི་བ་ག་རེ་དང་རེ་ལན་ག་རེ་བརྒྱབ་ནས་ཟེར་གོ་མ་ཟིག་ངེས་ལ་ད་དང་པོ་དེ་ལ་ང་ཚོ་ཨི་རན་དང་ཨ་རི་གཉིས་ཀྱི་འབྲེལ་བ་དེ་ཐུང་ཐུང་ཅིག་གོ་ཟེར་ན་བསམ་ས་རོགས་ཨ། ད་དེ་ག་རེ་ཟེར་ན་ད་ལྟ་ག་རེ་ཟ། ད་སྤྱི་དང་ཨི་རན་དང་ཨ་རི་གི་འབྲེལ་བ་དུག་ཆ་དེ་ཆིག་སྟོང་དགུ་བརྒྱ་བདུན་ཅུ་དེང་གོ་གི་རྗེས་ནས་མ་ཆགས་རོགས་ཨ་ག་རེ་ཟ་ཆིག་སྟོང་དགུ་བརྒྱ་བདུན་ཅུ་དེང་གོ་གི་ངེས་ལ་ཨ་རི་ཨི་རན་ལ་ཉེ་དེ་རེད་ང་ཚོ་གི་རྒྱལ་པོ་རེད་ནོ་རོགས་ཨ་དེ་ག་ཚོད་ཤར། གོ་མིན་ལ་རུ་བ་ཤཱི་ཨར་ལ་ཉེ་དེ་ཤཱི་ཨར་ལ་ཉེ་རྒྱལ་བོ་རུ་བ་ད་ཡིན་ན་འདི་གི་རྒྱལ་བོ་དེ་ཕ་ཨ་རི་ལ་ཉེའོ་ཞེས་བོ་ཡོད་ད་ག་ད་ཏིག་སི་ཨ་རི་གི་མཐུན་ཕྱོགས་རྒྱལ་ཁབ་རུ་ཆགས་འདི་གས་རུ་བ་ད་མཐའ་མ་ད་ལ་ཆིག་སྟོང་དགུ་བཅུ་བདུན་ཅུ་དེང་དགུ་གི་རྗེས་ནི་ཨ་ནི་ཨི་རན་ནང་ལ་དེ་དུས་ཀྱི་གསར་བརྗེ་དཔེ་ཤུགས་ཆེ་བོ་ཞིག་སླེབས་རྗེས་ཨ་ནི་འདི་གི་རྒྱལ་བོ་དེ་ད་གོ་དོན་ལོག་ཨ་ནི་དེ་གོ་དོན་ལོག་བ་དེ་མཉམ་དུ་ཨ་ནི་དེ་གི་རྒྱལ་བོ་དེ་ལ་རྒྱབ་སྐྱོར་བྱེད་ཉན་གི་རྒྱལ་ཁབ་ཚང་མ་དེ་ཨ་ནི་ཨི་རན་གི་དགྲ་གྲོགས་ཆགས་རུ་བ་ད་དོ་དོ་ཤཱི་ནི་དེ་སྐབས་སུ་དེ་རྒྱལ་བོ་དེ་ལ་རྒྱབ་སྐྱོར་བྱེད་ཉན་ཨ་ནི་དམིགས་ས་དེ་རྒྱལ་བོ་དེ་ཕི་གི་ནང་ལ། ཁོ་ཡི་དབང་ཆ་དེ་མུ་མཐུད་དེ་ཐུ་བེ་ལ་རོགས་པ་ཡག་ཤེས་དེ་ཨ་ནི་ཨ་རི་དང་དེ་གྱིས་བྱས་ཨི་ཟི་རལ་གྱིས་བྱས་ཧྲུ་བ་འོ་དེ་འདྲ་སོང་ཟིག་ཨ་ནི་དེའི་རྒྱལ་པོ་དེ་མ་ད་གོར་ཐིན་ལོག་ཚར་རིགས་རྗེས་ལ་ཨ་རི་ཨི་རན་ནང་ལ་གཞུང་སུ་ཞིག་སླེ་བ་ཡིན་ན་ཨ་ནི་དེ་གྱིས་གཞུང་དེ་གི་འདྲ་ཡིན་ན་མིན་ན་དེ་ཨ་ནི་ཨི་རན་དང་དེ་ཆགས་ཀྱི་ག་ས་དེ་གི་ཨི་ཟི་རལ་དང་ཨ་རི་གཉིས་ཆགས་ཀྱི་ཧྲུ་བ་ད་དེ་ག་རེ་ཟེར་ན་དང་པོ་ཨ་རི་དང་ཨི་ཟི་རལ་ག་ས་ཨི་རན་གཉིས་ཀྱི་དཀའ་ངལ་ཡོང་ལུགས་ཡོང་སྟངས་དེ་འདྲ་ཆགས་ཀྱི་ཧྲུ་བ་ཨ་ནི་ད་དེ་གྱིས་རྗེས་ལ་གང་ལྟར་ད།

ཨིས་ར་ཨེལ་ལ་དཀའ་ངལ་ཞེ་བོ་ཞིག་སྤྲད་ཀྱི་རེད་ད། ད་དོ་དོ་ཤེས་བ་ན་ཨ་ནི་ཨིས་ར་ཨེལ་ལ་ནི་ད་དེ་ནང་ལ་ཐེབས་ཐེབས་ག་རེ་ད་ག་ལ་འདྲ་མ་འདྲ་ཞི་ཞི་འདྲ་ཞི་ཐུབ་མ་ཡོད་རེད་བ། ཨ་ནི་དམིགས་ས་ཨ་རི་ཡང་ཞི་འདྲ་ཞིག་བྱེད་མ་ཐུབ་ཡོད་དེ་འདྲའི་དཀའ་ངལ་ཞིག་འཕྲད་ཀྱི་རེད་ག་ཚེ་ཨི་རན་གྱིས་ངས་ནས་དུག་རན་ཚོད་ཅན་ཟེར་བ་ནི་རེད་བ། ད་དཔེར་ན་འདི་ག་རེ་རེད་བ་ཟེར་ན། ད་དེའི་ཆ་ལ་ཨ་རི་གིས་ངས་ནས་བྱང་ཀོ་རི་ཡ་ལ་ཞི་འདྲ་ཞི་འདྲ་འདྲ་བྱེད་ཐུབ་ཀྱི་མི་འདུག་བ་ད་བལ་འདི་བཀའ་བཏང་འདྲ་ཞི་འདྲ་བྱེད་ཐུབ་ཀྱི་མི་འདུག་བ་རེད་བ། ད་དེའི་རྒྱུ་མཚན་གཙོ་བོ་ག་རེ་ཟེར་ན་བྱང་ཀོ་རི་ཡས་ངས་ནས་དུག་རན་ཚོད་ཅན་བཟོ་ཚར་སོང་ཙང་ཨ་རི་ཞི་འདྲ་བྱེད་ཐུབ་ཡོད་མ་རེད་བ། འོ་དེ་གཅིག་པ་གཅིག་ཀྱང་ཨ་ནི་ཨི་རན་གྱིས་དུག་རན་ཚོད་ཅན་བཟོ་བ་ཡིན་ན། ད་དང་པོ་དེ་ལ་ཨ་རི་ལ་དཀའ་ངལ་ཡོད། ཨ་ནི་དེ་མཉམ་དུ་དེའི་ས་ཁུལ་དེ་ནང་ལ་ཡལ་རྒྱུ་ཨ་རི་གི་མཐུན་ཕྱོགས་རྒྱལ་ཁབ་མང་པོ་ཞིག་ལ་ད་དཀའ་ངལ་འཕྲད་ཡོད། ཨ་ནི་དམིགས་བསལ་གྱི་ཨ་རི་གི་གཟིམ་ཤག་ཁྱོ་གས་དེའི་ས་ཁུལ་དེ་ནང་ལ་སྲིད་ཇུས་ཤིག་ཡལ་རུ་བ་དེ་ལ་ཤུགས་རྐྱེན་ཞི་བོ་ཐེབས་ཀྱི་ཡལ་རུ་བ་འོ་དེ་འདྲ་སོང་ཙང་ཨ་ནི་ཨི་རན་དུ་དྲན་ཆེ་ཆེ་མ་བཟོ་བས་དེ་ལ་ཨ་རི་གིས་ངེད་ནས་ག་དུས་ཡིན་ན་ག་འདྲར་ཤུགས་རྒྱག་གི་ཡལ་རུ་བ་ཨ་ནི་དེ་བཟོ་ཡལ་དེར་ཨ་རིས་ག་དུས་ཡིན་ན་བཀག་འགོག་བྱེད་ཡལ་རུ་བ་ཨ་ནི་ཨ་རི་མཉམ་དུ་རོགས་པ་ཡེད་ན་མེད་ན་ཅི་ཉེས་དེ

ཨི་ཟི་རལ་ན་ཉེན་རྟོག་ལྟ་ག་ལ་ང་ཚོ་གི་དེང་དུས་འཕྲུལ་ཆས་གང་ཡིན་ན་རེ་ཡང་མ་དེ་འདྲ་གི་དེང་དུས་ཚན་རྩལ་རིག་པ་ག་ནི་ཧང་སང་ཡར་རྒྱས་ཅན་གྱི་རྒྱལ་ཁབ་རུ་བ་འོ་དེ་འདྲ་སོང་ཙང་ཨ་ནི་ང་ཚོ་གློག་ཀླད་བེད་སྤྱད་བཏང་སྟེ་ད་གང་ལྟར་རོགས་པོ་རི་སེ་སེ་ཟེར་ནས་ད་གང་ལྟར་འདི་ལྐོག་ཟ་བཏང་རུ་བ་འོ་དེ་འདྲ་སོང་ཙང་ཨ་ནི་གང་ལྟར་ད་ཨི་རན་གི་དུག་སྦྲང་ཅི་འདྲ་བཟོས་དེ་ལ་ཨ་ནི་ཨི་ཟི་རལ་ག་དུས་ཡིན་ན་དེ་འདྲ་གི་ངོ་རྒོལ་བྱེད་ཅིག་ཆགས་ཡས་རུ་བ་ད་གང་ལྟར་ག་རེ་ཡིན་ན་མ་གང་ལྟར་འདི་གར་ཙང་ཨི་རན་གི་དུག་སྦྲང་མཚོན་ཆ་འདི

ཨི་རན་གྱི་ཆིང་ཞའེ་ཤར་དུ་ཡིན་ན་ད་རུང་ཨི་རན་གྱི་ལྐོག་ནས་དུག་རྭ་འཛིན་བྱ་སོའི་ཆ་ཤས་བྱེད་ཨོ་གཏན་གྱི་འདུག་ཟེར་བ། འོ་དེ་འདྲ་སོང་ཙང་ཨ་ནི་ང་ཚོ་དེ་ནས་དེད་འགྲོ་གིན་ལ་རོ། ཨ་ནི་དེ་ཙམ་མ་རེད་ད་རོ། དེ་གི་མཉམ་དུ་ཨ་རི་གིས་ངེད་ལ་ཨི་རན་ལ་དཔལ་འབྱོར་གྱི་ཉེས་པ་བསྐྱག་པ་ཞོར་ཞིག་བཏང་བྱ་རོ། འོ་དེ་འདྲ་སོང་ཙང་ཨ་ནི་ད་ད་ལྟའི་ཆར་ཨི་རན་དང་ཨ་རི་གཉིས་འབྲེལ་བ་དུག་བྱ་ཞོར་བྱ། ཨ་ནི་དམིགས་བསལ་གྱིས་ད་ཨི་རན་གྱི་དུག་རྭ་འཛིན་བྱ་དེ་བཟོ་གི་ཡོད་དང་མེད་ལ་ཉེ་དེ་ལ་ད་ཨ་རིའི་ཞེ་དྲག་ཕྱི་ཐུག་གི་ཡོད་མ་རེད་སོང་ད་ཕྱིའི་དེ་ནས། ཨ་རི་དེ་ཚར་བ་འོ་ཐིག་ཀ་ང་ཤུགས་ཆོས་ལ་བརྟེན་རྗེས་ཨ་ནི་ཨ་རིའི་སྲིད་འཛིན་བའི་དོན་ལ་ཉེ་དེ། ཨ་རིའི་སྲིད་འཛིན་མཆོག་གི་སྐབས་སུ་ཁོང་གིས་ད་དེ་འདྲའི་ཆབ་སྲིད་ཀྱི་ད་ལས་གཞིར་གལ་ཆེ་ཤོས་ཤིག་ཨི་རན་དང་ཨ་རི་གཉིས་བར་གྱི་ཆིངས་ཡིག་དེ་ཡར་སྐོར་ནས་བསྐྱར་གསོ་བྱེད་ཐད་ཤུགས་རྒྱག་མཁན་ལ་རེ་བ་ད་དཔེར་ན་དེ་བསྐྱར་གསོ་བྱེད་ཆེད་དུ་ཨ་ནི་ད་ཚོགས་འདུ་སྐོར་རང་ཞོར་མང་པོ་ཚོགས་ཚར་ད་དེའི་སྐོར་ལ་རེ་བ་དེ་བསྐྱར་གསོ་བྱེད་དུ་རེ་བ་ཡིན་ན་ད་ལྟ་བར་དུ་གང་ལྟར་དེ་བསྐྱར་གསོ་བྱེད་ཐུབ་ཡོད་མ་ད་དོ་དོ་ཤོར་ན་ཕན་ཚུན་གཉིས་ཆ་ངེས་ན་ད་གང་ལྟར་གུ་ཡངས་ཀྱིས་ཙམ་བསམ་བློ་བཏང་ཐུབ་མི་བ། ཨ་ནི་ཕན་ཚིག་གཉིས་ཆ་ངེས་ན་ག་ད་ཆ་རྐྱེན་དེ་ཁས་ལེན་ཐུབ་མ་སོང་ཙང་ཨ་ནི་ད་རུང་ནས་ད་ཕྱི་ཡིན་དེ་བསྐྱར་གསོ་བྱེད་ཐུབ་ཡ་མ་རུ་བ། འོ་དེ་འདྲ་སོང་ཙང་ཨ་ནི་ད་ད་ལའི Biden ཕ Israel དང Saudi Arabia འགྲོའི་རྒྱུ་མཚན་གཙོ་བོ་གཅིག་ཨ་ནི་ཨི་རན་གྱི་དཀའ་ངག་དེ་ག་ག་ཡ་ཡང་མེད་ན་ཨི་རན་གྱི་རྡུགས་རན་ཚུན་ཆད་དེ་ཡ་མ་བཟོ་ཡ་བྱེད་དུས་ག་ཚིག་བཟོ་ཡོད་ན་ཨ་ནི་དེ་ལ་ཨ་རི་གི་དེ་ལན་ག་རེ་ཅིག་རྒྱག་དགོས་འདུག་ལ་ཉེ་ཕྱི་དུ་ད་འགྲོ་ཡོད་དེ་གསལ་བོ་གསལ་རྐྱང་ཅིག་རུ་བ། འོ་དེ་འདྲ་སོང་ཙང་ད་ད་ཕྱི་ནས་དེ་ད Israel ནང་ལ Israel ནང་ལ་ཡལ་རྒྱུག་གིས་ཨ་ནི་གསར་སྐྱེས་པ་དེ་གིས

ད་དོ་དོ་ཤེས་བ་ན་ཨ་ནི་ཨི་རན་དང་ཨ་རི་གཉིས་བར་ཕྱི་ཡུལ་དུ་བསྐྱར་གསོ་མ་བྱུང་ཨ་ནི་ད་ཨི་རན་གྱི་བཟོ་ཡིན་ན་རྒྱལ་སྤྱི་གྱི་ཨ་རི་གྱི་དམག་བཏང་ཡིན་ཨར་རེད་བ་འོ་ཐིག་གི་སྐད་ཆ་འདི་ད་ད་ལི་ཏིགས་ཧང་སང་རོ་ཡིན་ནམ་ཡང་ཡིན་ན་རེ་ཡང་མ་ནི་ཏིགས་ད་གང་ལྟར་གནད་འགག་ཆེ་བོ་ཆགས་རེད་བ་ཨ་ནི་དམིགས་བསལ་ད་ལི་ཏིགས་ཀྱི་སྐད་ཆ་དེ་གིས་ད་ཨི་རན་ལ་རྒྱབ་སྐྱོར་ཤུགས་ཆེ་བོ་ཡོད་བ་དེ་ག་ལ་གང་འཚམ་གསལ་བོ་ཆགས་ཚར་རེད་བ་ད་དེ་ག་རེ་ཟེར་ན་ད་ཨི་རན་དང་ག་རེ་ཟ་དེ་ཨི་རན་གྱི་རྡུལ་ཕྲན་ཕྱིན་ཆད

འོ་དེ་ཚེ་གི་ཨིས་རལ་གི་ཁྲག་པོ་ཆི་ཕ་བྱིས་རུ་བ་ཨན་དེ་ཁྲག་པོ་ཆིའོ་སྙམ་དུ་ཨན་ཨིས་རལ་ལ་རོགས་པ་ཨ་རི་གོ་གི་རེད་ཨ་རི་དང་ད་ཁ་ནས་ཤི་ཡ་འདྲ་བ་དང་བྲེ་མོ་བྱེད་ཅིག་པོ་མ་ཡིན་པ་ཨན་ད་དེ་སྙམ་དུ་བལ་དེ་དམག་ཡང་གཏང་གི་ཡིན་ལ་ནི་དེ་འདྲ་གི་ད་གི་གོ་གི་རུ་བ་འོ་དེ་འདྲ་སོང་ད་ལེ་ཨ་རི་སི་ནི་བའི་དེང་གི་སྐད་ཆ་དེ་འདྲ་བཤད་བ་དེ་གི་ཨིས་རལ་ལ་རྒྱབ་སྐྱོར་ཤུགས་ཆེ་བྱས་བ་དེ་གི་ཨ་ཟེ་ཨོ་ཟེ་རྐྱང་ཞིག་ཆགས་ཀྱི་རུ་བ་ཨ་ནི་དམིགས་བསལ་གི་ད་ད་ལེ་ཨ་རི་སི་ནི་བའི་དེང་གི་སྐད་ཆ་དེ་གི་ཕ་ཨི་རན་ལ་ད། བས་དེ་ད་ཡིན་ན་ཡ་མ་འགྲིག་ར་ཤུགས་ཆེའོ་ཞེས་ཟེར་རོ། ཨ་རི་དམིགས་བསལ་ག་རེ་ཟེར་ན་ད་ལྟ་གི་ཨི་རན་གྱི་གཞུང་འདི་ཨ་རི་སྔོན་མ་ཉིས་སྟོང་བཅོ་ལྔ་དང་བཅོ་བརྒྱད་སྐབས་སུ་དེ་འདྲ་གི་གཞུང་འདི་ཆགས་ཀྱི་ཡོད་མ་རེད་ད་བཅོ་ལྔ་བཅོ་བརྒྱད་སྐབས་སུ་ཨ་རི་མཉམ་དུ་ཤི་ངེ་བཞག་ཉེ་གི་གཞུང་འདི་ཇེ་བོ་ཐེབས་ས་རེད་རོ། ད་ད་ལའི་གི་གཞུང་འདི་ཏིས་ཏི་ག་ལ་ང་ཚོ་གི་ལྟ་བ་དྲག་པོ་ཡིའོ་ཏིས་ཏི་ག་ལ་ག་ལྟར། ད་ཉན་གི་མེད་ད་སོ་སོ་རང་ཡིན་ལ་ཉན་དེ་འདྲ་གི་ད་གཞུང་ཆགས་ཀྱི་རེད་ད་ལའི་གཞུང་འདི་རོ། འོ་འདྲ་སོང་ཙང་ཨ་རི་ད།

སའུ་ཏི་ཨ་ར་བྷི་ད་རིང་ཡང་དེ་ངེས་གཏན་བྱེད་ཀྱི་ཡོད་མ་རེད་ཨི་ཟི་རེལ་གཉིས་རྒྱལ་ཁབ་ཡིན་མ་རེད་བ། ད་དེ་ད་ལྟ་ཨི་རན་གྱི་ངེས་ནས་ད་ཕག་སུ་ངེས་གཏན་བྱེད་ཀྱི་སྦའི་ཏན་གྱི་ཆ་ཤས་གཏིང་ལ་འགྲིག་གི་མ་རེད་མདོ་སྟོད་ག་རེ་བྱེད་ལ་ན་ཨ་ནི་སྙེ་མ་ཉིས་སྟོང་བཅོ་བརྒྱད་ཚོའི་སྐབས་སུ་ཨ་ནི་ཨ་རིའི་སྲིད་འཛིན་ཁྲོམ་གྱི་གང་ལྟར་ཕེ་ཁ་ཆེ་རུང་པ་ན་ཆབ་སྲིད་སྟེང་ལ་དེ་འདྲ་བརྟེན་རྗེས་རྒྱལ་ཁབ་སུམ་བརྩེགས་གཅིག་གི་ཨི་ཟི་རེལ་ངེས་གཏན་བྱས། དང་པོ་དེ་དཔེར་ན་ཨི་ཡུའེ་ཨི་ཡོ་དུ་བེ་ཡོ་ཨ་དུ་བེ་ལ་ཉེ་རྒྱལ་ཁབ་དེ་གི་ཨི་ཟི་རལ་ངེས་འཛིན་ཆེ་རེད་ད། ཞོ་ཨ་ཨན་དེ་གི་མཉམ་དུ་ད་ལྟ་དེ་གི་མོག་རོ་ཀོ་ལ་ཉེ་གཅིག་ཡ་རན་དེ་མཉམ་དུ་ད་ལྟ་བྷ་ཧི་རན་ལ་ཉེ་ག་ད་ཁ་ཆེ་རྒྱལ་ཁབ་གསུམ་ཟིག་ངེས་འཛིན་ཆེ། ད་ད་དུང་ཁོ་ཚོ་ངེས་འཛིན་ཆེ་ག་སུ་ཨ་ནི་ཨི་ཟི་རལ་ལ་ཉེ་དེ་རྒྱལ་ཁབ་རེད་ཤ་ཨ་ནི་ང་ཚོ་གཉིས་བར་ལ་དེ་ལ་གཞུང་ཚབ་དང་གཞུང་ཟབ་བྷ་སུ་རྒྱལ་ཁབ་སུ་ལ་བཞག་ག་ཡིན་ཟེར་རོ་ཨ་ཨན་དེ་ལས་ན་གལ་ཆེ་བས་རྫིང་བར་ཚོང་རྒྱག་མཁན་ཚང་མ་སྒོ་ཕྱེ་ཡིན་སྟེ་འདྲེ་གིས་བདག་གང་ད་ཤེས་ཡི་རུ་ཨ། ཨ་ནི་དེ་གི་མཉམ་དུ་ད་དེ་གི་རྒྱལ་ཁབ་དེ་རྡོ་ཐོག་ད་པེ་ལི་སི་ཐན་དིག་སི་ཕ་ཡས་མས་བཏང་རྒྱུ་ར་ཆག་རུ་ཨ། འོ་དེ་འདྲ་སོང་ད་དེ་འདྲ་བའི་ལས་ཀ་ཞིག་ད་ལི་བའི་ཏན་གི་བྱ་བ་ཡིན་ན་དེ་རྩ་བ་ནས་འགྲིག་གི་མ་རེད་སྟེ་འདྲེ་སྐད་ཆ་ཞིག་ཨ་ཨི་རན་གི་ཨ་བཤད་ཡི་རུ་ཨ། ད་ཡིན་ན་ད་དེའི་ཚོད་ལ་གནས་ཚུལ་དབྱེ་ཤེས་པ་དང་དེ་འདྲའི་མཁས་དབང་མང་པོ་ཞིག་བསྟན་ན་དེ་བརྒྱ་ཆ་བརྒྱ་བྱེད་ཡས་ཡིན་པ།